ལྷན་སྐྱེས་གཙང་མ་ལ་སྐུ་ཁམས་བཟང་ང་ཟླ་བ་བདུན་འགྲུབ་དེ་སྔོན་ངེད་ཀྱི་ཁྱེད་རྣམ་པ་ཚོ་ལ་གླིང་གེ་སར་རྒྱལ་པོ་ཁོང་གི་ཆེ་བ་དང་རྟོགས་བརྗོད་ཀྱི་སྐོར་ལ་ཞུས་ཟིན་པ་ཡིན། ད་དེ་རིང་ངེད་ཀྱིས་བདུད་ནུ་མ་ཁྱེད་རྣམ་པ་ཚོ་ལ་གླིང་གེ་སར་རྒྱལ་པོ་ཁོང་གི་རྣམ་ཐར། གོ་བདེ་བོ་སྟབས་བདེ་བོ་ཅིག་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ཁྱེད་རྣམ་པ channel ལ་གསར་པ་ཡིན་ན subscribe དང་དེ་ནས་བརྙན་ཐུང་འདི་རྣ་བར་འགྲོ་བ་ཡིན་ན like གནང་རོགས་ཅིག་ཞུ་ཡས་ཡིན་ལགས་སོ་བཀྲ་ཤིས་བདེ་ལེགས། གླིང་གེ་སར་རྒྱལ་པོ་ཁོང་སྙིང་སྟོབས་ཆེན་པོ་ཡོད་པ་མ་ཟད་ཡོན་ཏན་ཆེན་པོ་ཡོད་པ། སངས་རྒྱས་ཀྱི་མདོ་དང་བསྟན་བཅོས་མང་པོ་ནས་ལུང་གིས་ཟིན་པའི་སྐྱེས་བུ་ཅིག་ཆགས་ཀྱི་ཡོད་རེད། ད་དེ་འདྲ་བའི་ལུང་གིས་ཟིན་པའི་སྐྱེས་བུ་དམ་པ་དཔའ་རྩལ་ཅན་དང་སྙིང་སྟོབས་ཅན་གླིང་གེ་སར་རྒྱལ་པོ་ཁོང། དེ་ནས་དུས་རབས་བཅུ་གཅིག་གི་ནང་ལོ་ལ། སྤྱི་ལོ་གཅིག་སྟོང་བརྒྱ་མེད་སུམ་ཅུ་སོ་བརྒྱད་ཀྱི་ལོ་ལ། བོད་ཁ་བ་གངས་ཅན་ལྗོངས་ཀྱི་སྡེ་དགེ་རྫོང་གི་ནང་སའི། སྐྱིད་སོ་ཡག་གི་ཁ་དོག་ཞེས་པའི་ས་ཆ་ལ། ཡབ། གླིང་ཆུང་གི་སྲས་པོ་སེང་བློན་དང་ཡུམ་འགོག་ས་ལྷ་མོ་གཉིས་ཀྱི་སྲས་སུ། རྟགས་མཚན་དུ་མ་དང་བཅས་པའི་སྒོ་ནས་སྐུ་འཁྲུངས་པ་རེད། གླིང་གེ་སར་རྒྱལ་པོ་ཁོང་སྐུ་འཁྲུངས་བའི་དུས་ཚོད་ལ་བསམ་བློ་བཏང་སོང་བ་ཡིན་ན་བོད་ཟླ་བཅུ་གཉིས་ཀྱི་ཚེས་བ་བཅོ་ལྔ་གི་ཞོགས་པ་ཉི་མ་ཤར་ཙམ་ལ་སྐུ་འཁྲུངས་བ་རེད། ད་ཁོང་སྐུ་འཁྲུངས་མ་ཐག་ཏུ་ཁོང་གི་ཡབ་སེང་བློན་གྱིས་དེ་ནས་ན་བཟའ་དང་གོས་ཆེན་གྱི་ཡ་སྐུ་ལ་གསོལ་བ་རེད། དེས་མ་ཟད་ཁོང་སྐུ་འཁྲུངས་ཡོང་དུས་སྐབས་སུ་ཁོང་ལུས་པོ་ཙོག་པུ་ལུས་པོ་ཐད་ཀར་བཞུགས་པ་ལ་བརྟེན་ནས་ཁོང་གི་གཅེན་པོ་རྒྱ་ཚ་ཞྭ་དཀར་གྱིས་ག་རེ་མཚན་བཏགས་གནང་བ་རེད་ཟེར་ན་བུ་ཇོ་རུ་ལ་ནི་མཚན་བཏགས་གནང་བ་རེད། གླིང་གེ་སར་རྒྱལ་པོ་ཁོང་གི་ཡབ་སེང་བློན་ལ་བསམ་བློ་བཏང་སོང་བ་ཡིན་ན་ཁོང་ལ་བཙུན་མོ་རྣམ་པ་གཉིས་ཡོད་རེད་བཙུན་མོ་སྔ་མ་གི་སྲས་དེས་རྒྱ་ཚ་ཞྭ་དཀར་ཆགས་ཀྱི་ཡོད་རེད་བཙུན་མོ་ཕྱི་མ་གོག་ས་ལྷ་མོ་ཁོང་གི་སྲས་དེ་བུ་ཇོ་རུའམ་གླིང་གེ་སར་རྒྱལ་པོ་ཆགས་ཀྱི་ཡོད་རེད་ད་ཁ་ཤས་ཀྱི་ག་རེ་གསུང་གི་ཡོད་རེད་ཟེར་ན་གླིང་གེ་སར་རྒྱལ་པོ་ཁོང་གི་ཡུམ་དེ་དེ་ནས་སེང་བློན་གྱི་བཙུན་མོ་དངོས་མ་རེད་ལ་ནི་དེ་འདྲས་ཡང་གསུང་མཁན་ཡོད་རེད། གང་ལྟར་ཡང་བུ་ཇོ་རུ་ཁོང་ཆུང་དུས་ནས་རིག་པ་ཧ་ཅང་གི་རྣོ་བོ། གཤིས་རྒྱུད་ཧ་ཅང་གི་བཟང་པོ། དབང་ཐང་རླུང་རྟ་ཧ་ཅང་གི་ཆེན་པོ། ཁོང་གི་རྣམ་པ་ལ་བསམ་བློ་བཏང་སོང་བས་ན་ཧ་ཅང་གི་རྫིག་པོ་ཡོད་པ་སོང་ཙང་ཨ་ཁུ་ཁྲོ་ཐུང་ལགས་སོགས་པ་གང་ཟག་མང་པོ་ཅིག་ཕྲག་དོག་ཟ་ཡ་གི་རྒྱུ་རྐྱེན་ཡང་ཆགས་བསྡད་ཀྱི་ཡོད་རེད། ད་བུ་ཇོ་རུ་ཁོང་དགུང་ལོ་བརྒྱད་ལ་ཕེབས་པའི་སྐབས་སུ། གླིང་གི་ས་ཆ་འདི་ལ་རྔོན་པ་བདུན་ཤི་བ་རེད། རྔོན་པ་བདུན་ཤི་ཡོང་དུས་སྐབས་སུ་འདི་བསད་མཁན་གྱི་ཁ་དེ་སུ་ལ་བཙུགས་པ་རེད་ལ་ན་ཇོ་རུ་མ་བུ་ཁོང་རྣམ་པ་གཉིས་ལ་ཁ་ཚུགས་པ་རེད། ཁ་བཙུགས་ནས་ད་དེ་ཡི་ཆད་པ་མ་ཉེས་ཁ་ཡོག་ངེས་པ་དེས་ཁོང་རྣམ་པ་གཉིས་ལ་གླིང་གི་ས་ཆ་ནས་མ་སྤིལ་བ་རེད་སྤིལ་ནས་རྨ་མེ་གཡུ་ལུང་སུམ་མདོ་ཞེས་པའི་ས་ཆ་ལ་བཏང་བ་རེད་རྨ་མེ་གཡུ་ལུང་སུམ་མདོ་ཞེས་པའི་ས་ཆ་དེ་ལ་ད་ཁོང་རྣམ་པ་གཉིས་ལོ་ཁ་ཤས་རིང་བཞུགས་པ་རེད་ས་ཆ་དེ་ལ་ད་ལྟ་ཡང་ཁོང་རྣམ་པ་གཉིས་ཀྱི་བཞུགས་པའི་མཁར་ཤུལ། བཞུགས་པའི་བཞུགས་ཤུལ་དེ་ད་ལྟ་ཡང་མཇལ་ཡས་ཡོད་རེད། ཧུའུ་ཇོ་རུ་ཁོང་དགུང་ལོ་བཅུ་གཉིས་ལ་ཕེབས་པའི་སྐབས་སུ། གླིང་ཆེ་འབྲིང་ཆུང་གསུམ་གྱི་རྒྱ་བློན་ནང་ལོ་ལ་མ་མཐུན་པ་དང་ནང་འཁྲུག་ཤོར་བ་རེད་ད། འཐབ་རྩོད་བྱེད་ཡོང་དུས་སྒོས་སུ་མཐའ་མ་ལ་ག་རེ་ཐག་བཅད་པ་རེད་ཟེར་ན་རྟ་རྒྱུག་མཁན་གྱིས་འགྲན་བསྡུར་བྱེད་ཡ་ཐག་བཅད་པ་རེད། ད་ལྟ་རྒྱུགས་མཁན་གྱི་འགྲན་བསྡུར་ནང་བློ་ཐོབ་མཁན་སུ་ཡིན་ན་ཡང་འདྲ། དེ་ལ་གླིང་ཆེ་འབྲིང་ཆུང་གསུམ་གྱི་རྒྱལ་ཁ་ཚང་མ་ཐོབ་ཡས་དང། དེས་མ་ཟད་སྐྱ་ལོའི་སྟོན་པ་རྒྱལ་མཚན་དང་སྲས་མོ་བཞི་ཡོད་རེད་ཧ་ཅང་གི་སྙིང་རྗེ་མོ་མཛེས་མ་རྗེ་བཙུན་སྒྲོལ་མས་ཀྱི་རྣམ་སྤྲུལ། སེང་ལྗང་འབྲུག་མོས་ཁོང་ཡང་རྒྱན་དུ་བཙུགས་པ་རེད་ད། ད་དེ་དུས་སྐབས་སུ་རྟ་རྒྱུགས་མཁན་གྱི་འགྲན་བསྡུར་བྱེད་མཁན་ནང་བློ་ལ་ད་གླིང་གི་ཁོངས་སུ་གཏོགས་པའི་མི་ཆེན་པོ་ཡིན་ན་ཡང་འདྲ་ཆུང་ཆུང་ཡིན་ན་ཡང་འདྲ། དབུལ་པོ་ཡིན་ན་ཡང་འདྲ་ཕྱུག་པོ་ཡིན་ན་ཡང་འདྲ་རིགས་དང་རུས་ཁྱད་པར་མེད་པ་ཚང་མ་རྟ་རྒྱུགས་མཁན་གྱི་འགྲན་བསྡུར་འདིའི་ནང་བློ་ལ་འཛུལ་ཆོག་གི་ཡོད་ལ་ནས་ད་ཁྱབ་བསྒྲགས་བྱས་པ་རེད། ད་དེ་འབྲེལ་གྱི་དུས་ཚོད་འདི་ལ་གླིང་གེ་སར་རྒྱལ་པོ་ཁོང་གི་ཕུ་བོ་ཆོས་མཆོག་རྒྱ་བཟའ་ཞྭ་དཀར་གྱིས་གླིང་གེ་སར་བུ་ཇོ་རུ་ཁོང་གླིང་གི་ཕྱོགས་སུ་སྐད་བཏང་ཁ་བཏང་བ་རེད། ད་གླིང་གེ་སར་རྒྱལ་པོ་ཁོང་བུ་ཇོ་རུ་ཁོང་ལ་བསམ་བློ་བཏང་སོང་བ་ཡིན་ན་ཁོང་རྨ་སྨད་ཡུལ་ལུང་སུམ་མདོ་ལ་བཞུགས་པའི་སྐབས་སུ་གནའ་སྨན་དཀར་མོ་ཞེས་པའི་མཁའ་འགྲོ་མ་གཅིག་གི་ལུང་བསྟན་བྱུང་བ་རེད། ལུང་བསྟན་ག་རེ་བྱུང་བ་རེད་ཟེར་ན་ཅང་ཤེས་རྟ་ཡི་རྒྱལ་པོ་རྟ་མགྲིན་དབང་གི་སྤྲུལ་པ་ཞེས་བྱ་བའི་རྟ་ཧ་ཅང་གི་རྫིག་པོ་ཧ་ཅང་གི་མགྱོགས་པོ་སྟོབས་ཆེན་པོ་གཞན་དང་མ་འདྲ་བ་ཀྱི

དེ་ནས་བུ་ཇོ་རུ་ཁོང་ལ་ཐོབ་པ་རེད། དེ་ནས་ཚེ་བ་བཅོ་ལྔ་གྱི་ཉིན་མོ་ལ་བུ་ཇོ་རུ་ཁོང་གླིང་ཆེ་འབྲིང་ཆུང་གསུམ་གྱི་རྒྱལ་པོ་ལ་བསྐོས་པ་རེད། ད་དེ་དུས་སྐབས་སུ་སྐྱ་ལོ་སྟོན་པ་རྒྱ་མཚན་ཁོང་གི་སྲས་མོ་གཞན་དང་མ་འདྲ་བ་ཧ་ཅང་གི་མཛེས་མ། རྗེ་བཙུན་སྒྲོལ་མེད་ཀྱི་རྣམ་སྤྲུལ་སེང་ལྗང་འབྲུག་མོ་ཁོང་ཡང་གསང་ཡུམ་གྱི་ཚུལ་དུ་བཞེས་པ་རེད། གླིང་གི་ཕྱོགས་སུ་རྟ་རྒྱུག་མཁན་གྱི་འགྲན་བསྡུར་དེ་ཉིད་རྒྱལ་ཁ་དེ་ཉིད་བུ་ཇོ་རུ་གྱིས་ཐོབ་ཡོང་དུས་སྐབས་སུ་རྟེན་འབྲེལ་གྱི་མཛད་སྒོ་ད་དགའ་སྟོན་གྱི་ཉིན་མོ་དེ་ཉིད་བདུན་ཕྲག་གསུམ་གྱི་རིང་བྱས་པ་རེད། ད་བདུན་ཕྲག་གསུམ་གྱི་རིང་ལ་ད་རྒྱ་བློན་མང་པོ་ཅིག་གླིང་གི་དཔའ་རྟུལ་མང་པོ་ཅིག་སུ་འཛོམས་ནས། དེ་ནས་བུ་ཇོ་རུ་ཁོང་ལ་འཇལ་དར་ཕུལ་བ་རེད་རྟ་རྐྱང་རྒོད་རྟ་རྐྱང་ཤེས་དེ་གཉིས་ལ་སྒྱོགས་དར་ཕུལ་བ་རེད། ད་དེའི་སྐབས་སུ་དུས་ཚོད་དེ་ལ་དེ་ནས་གླིང་གེ་སར་རྒྱལ་པོ་བུ་ཇོ་རུ་ཁོང་གིས་དེ་ནས་ཨ་ཁུ་ཁྲོ་ཐུང་དེ་གཉིས་སླེབས་པ་རེད་ཨ་ཁུ་ཁྲོ་ཐུང་གིས་དེ་ནས་དགའ་བའི་རྣམ་འགྱུར་གྱི་ཐོག་ནས་བུ་ཇོ་རུ་ཁོང་ལ་འཇལ་དར་གཅིག་ཡ་ཕུལ་བ་རེད་འཇལ་དར་དེ་ཕུལ་ནས་ག་རེ་ལབ་པ་རེད་ཟེར་ན། དེ་རིང་ང་ཡི་ཚ་བོ་དེ་གས་དེ་འདྲ་སར་འདུག་ལ་ནས་དེ་འདྲས་ཞུས་པ་རེད་དེ་འདྲས་ཞུས་པ་ལ་བརྟེན་ནས་དུས་དེ་ནས་བཟུང་དེ་ནས་བུ་ཇོ་རུ་ཁོང་ལ་གེ་སར་ཞེས་པའི་མཚན་དེ་ཐོགས་པ་རེད། གླིང་གེ་སར་རྒྱལ་པོ་ཁོང་དགུང་ལོ་བཅོ་ལྔ་ལ་ཕེབས་པའི་སྐབས་སུ་ཡི་དམ་དང་མཁའ་འགྲོ་མ་རྣམས་ཀྱིས་ལུང་བསྟན་གཞིར་བཟུང་བྱས་ནས་ཁོང་བྱང་གི་ཕྱོགས་སུ་ཕེབས་དགོས་པ་བྱུང། བྱང་གི་ཕྱོགས་སུ་ད་བདུད་དང་ཀླུ་དང་བཙན་གཞན་ལ་བར་ཆད་བྱེད་བདེ་རྒན། མི་ངན་དང་ཇག་པ་དང་དཔོན་པོ་དང་རྒྱལ་པོ། དེ་འབྲེལ་གྱི་ངན་པ་དེ་ཚོ་ཚང་མ་གཏུ་ལས་ཀྱི་ཆེད་དུ་ཁོང་བྱང་གི་ཕྱོགས་སུ་ཕེབས་པ་རེད། ད་བྱང་གི་ཕྱོགས་སུ་ཁོང་དེ་འབྲེལ་གྱི་བདུད་དང་ཀླུ་དང་བཙན་དང་ཇག་པ་དེ་ཚོ་ཚང་མ་གཏུལ་ནས་ས་ཆ་དེ་ལ་དམ་པའི་ཆོས་སྤེལ། ལོ་དགུའི་བར་དུ་འགོར་བ་རེད། ལོ་དགུ་ཡི་རྗེས་ལ་དེ་ནས་ཁོང་ས་ཆ་དེ་ནས་གླིང་གི་ཕྱོགས་སུ་ཕེབས་པ་རེད། གླིང་གེ་སར་རྒྱལ་པོ་ཁོང་བདུད་ཀྱི་གླིང་ནས་གླིང་གི་ཕྱོགས་སུ་ཕེབས་ནས་ལོ་རྗེས་མ་ད་ག་རང་ལ་སེར་པོ་ཧོར་གྱིས་དམག་བརྒྱབ་པ་རེད་སེར་པོ་ཧོར་གྱིས་དམག་བརྒྱབ་ནས་དུས་དེ་ནས་བཟུང་ཧོར་གླིང་ཡུལ་རྒྱལ་ཞེས་པའི་དམག་ཆེན་འདི་ཉིད་འགོ་བཙུགས་པ་རེད་ད་ལོ་དྲུག་གི་བར་དུ། གླིང་དང་ཧོར་གཉིས་ཀྱི་བར་ལ་དམག་འཛིང་ཡོང་དུས་སྐབས་སུ་ཐ་མ་ལ་ཧོར་ཤོར་བ་རེད་དེ་ནས་ཧོར་གྱི་རྒྱ་བློན་འཁོར་དང་བཅས་པ་གླིང་གེ་སར་རྒྱལ་པོ་གྱི་བཏུལ་ནས་དམ་པའི་ཆོས་ལ་ཡར་བསྐོས་པ་རེད་ཧོར་གྱི་ཕྱོགས་ལ་ཧོར་གྱི་ས་ཆ་དེ་ལ་རྒྱལ་ཁབ་དེ་ལ་དམ་པའི་ཆོས་སྤེལ་བ་རེད། མདོར་བསྡུས་པ་ཡིན་ན་གླིང་གེ་སར་རྒྱལ་པོ་ཁོང། ཇག་དཔོན་སྟོབས་ལྡན་དུས་སྐྱར་ལ་སོགས་པ་ཇག་དཔོན་མང་པོ་ཀྱི་ཚར་བཅད་པ་རེད། དེ་ནས་བློན་པོ་དང་དཔོན་པོ་མི་ངན་མང་པོ་ཀྱི་ཚར་བཅད་པ་མ་ཟད། ཕྱོགས་བཞི་གི་དགྲ་བཞི་ཡི་ཚར་བཅད་ཡོད་རེད་རྫོང་ཆེན་བཅོ་བརྒྱད་དང་རྫོང་ཆུང་བཅུ་གཉིས། རེ་རེ་བྱས་ནས་བཞི་བའི་སྒོ་ནས་དབང་དུ་བསྡུས་པ་རེད་བཞི་བའི་སྒོ་ནས་ཚར་བཅད་པ་རེད། ད་འདི་ཡོང་དུས་སྐབས་སུ་དབང་དུ་བསྡུས་པ་ལ་བརྟེན་ནས་ཚར་བཅད་པ་ལ་བརྟེན་ནས་ཁོང་ལ་ཡོངས་གྲགས་ཀྱི་མཚན་ག་རེ་ཐོབ་པ་རེད་ཟེར་ན་གེ་སར་ནོར་བུ་དགྲ་བཏུལ། གེ་སར་སྐྱེས་བུ་དོན་གྲུབ། སེང་ཆེན་ནོར་བུ་དགྲ་དུག་ལ་ནི་ཚེ་འདི་ཡོངས་སུ་གྲགས་པ་རེད། གླིང་གེ་སར་རྒྱལ་པོ་ཁོང་སྐུ་གཤེགས་པའི་ལོ་ལ་བསམ་བློ་བཏང་སོང་བ་ཡིན་ན་ལོ་རྒྱུས་སྨྲ་བ་ནང་ལོ་ལ་མ་མཐུན་པ་མང་པོ་ཅིག་གླེགས་ཀྱི་ཡོད་རེད་ལོ་རྒྱུས་སྨྲ་བ་ཁ་ཤས་ཀྱིས་གར་གསུང་གི་ཡོད་རེད་ཟེར་ན་དགུང་ལོ་བརྒྱད་ཅུ་གྱ་བརྒྱད་ལ་སྐུ་གཤེགས་པ་རེད། ཁ་ཤས་ཀྱིས་དགུང་ལོ་བརྒྱད་ཅུ་གྱ་གཅིག་ལ་སྐུ་གཤེགས་པ་རེད། ཁ་ཤས་ཀྱིས་དགུང་ལོ་བརྒྱ་དང་ལྔ་བཅུ་བར་དུ་བཞུགས་ཡོད་རེད་ལ་ནི་དེ་འདྲས་གསུང་གི་ཡོད་རེད་ད་ལོ་རྒྱུས་སྨྲ་བ་མང་ཆེ་བ་ཀྱིས་ལོ་རྒྱུས་སྨྲ་བ་ཚད་ལྡན་མང་ཆེ་བ་ཀྱིས་གར་གསུང་ཡོད་རེད་ཟེར་ན་དགུང་ལོ་བརྒྱད་ཅུ་གྱ་གཅིག་བར་དུ་བཞུགས་པ་རེད་ལ་ནི་གསུང་གི་ཡོད་རེད་ད་དེའི་གཞིར་བཟུང་བྱས་པ་ཡིན་ན། དུས་རབས་བཅུ་གཉིས། སྤྱི་ལོ་གཅིག་སྟོང་ཆིག་བརྒྱ་བཅུར་དགུ་གྱི་ལོ་ལ་མདོ་ཁམས་རྨ་རྒྱལ་གངས་ཀྱི་རི་བོའི་གྱི་ཉེ་འདབས་སུ་སྐུ་གཤེགས་པ་རེད། ཡང་ལོ་རྒྱུས་སྨྲ་བ་ཁ་ཤས་ཀྱིས་གོང་དུ་ཆུད་པའི་གླིང་གེ་སར་རྒྱལ་པོ་འདི་ཉིད། སོག་པོ་གྱི་རྒྱལ་པོ་སྐད་སྒྲ་ཆེན་པོ་རྒྱལ་པོ་ཇིང་གེས་ཁཱན་ཁོང་རེད་ལ་ནི་དེ་འདྲའི་ཡང་གསུང་མཁན་ཡོད་རེད། ཁ་ཤས་ཀྱིས་ག་རེ་གསུང་གི་ཡོད་རེད་ཟེར་ན། གླིང་གེ་སར་རྒྱལ་པོ་ཁོང་རོམ་གྱི་རྒྱལ་པོ་སི་ཟར་འདི་ཉིད་རེད་ལ་ནི་དེ་འདྲའི་ཡང་གསུང་གི་ཡོད་རེད། ད་གང་ལྟར་དེ་འདྲའི་གསུང་པ་ལ་ད་རྟོག་པིག་གིས་བཏགས་པ་ཙམ་རེད་མོ་རྡོ་རྗེ་ཁུངས་ལུང་དཔང་རྟགས་དེ་ཙམ་ཡོད་མ་རེད། ད་གླིང་གེ་སར་རྒྱལ་པོ་ཁོང་བོད་ཁ་བ་གངས་ཅན་ལྗོངས་སུ་དེ་ཡང་སྡེ་དགེ་རྫོང་གི་ཁུལ་དུ། འཁྲུངས་པ་དེ་ལ་ཡང་དེ་ནས་ཁུངས་ལུང་མང་པོ་ཡོད་པར་མ་ཟད་ཧ་ཅང་གི་གསལ་པོ་དང་མང་པོ་ཡོད་པ་ལ་བརྟེན་ནས་གླིང་གེ་སར་རྒྱལ་པོ་ཞེས་བྱ་བ་ཀྱི་འཛམ་བུ་གླིང་འདི་ཡི་ནང་ལོ་ལ། ཇིང་གེས་ཁཱན་དང་སི་ཛར་རྒྱལ་པོ་མ་ཡིན་པ་ཅིག་ད་དེ་འདྲས་ཀྱི་སྙིང་སྟོབས་ཅན་དང་དཔའ་རྩལ་ཅན་གྱི་བྱུང་ཡོད་པ་ཅིག་ད་གསལ་པོ་གསལ་རྐྱང་ཅིག་ཆགས་ཀྱི་ཡོད་རེད། དོན་དངོས་ཐོག་ལ་གླིང་གེ་སར་རྒྱལ་པོ་ཁོང་དུས་རབས་བཅུ་གཅིག་གི་ནང་ལོ་ལ་གངས་ཅན་ལྗོངས་སུ་འཁྲུངས་བའི་སྙིང་སྟོབས་ཅན་ཡོན་ཏན་ཅན། དབང་ཐང་ལུང་བརྡ་ཆེན་པོ་ཡོད་པར་མ་ཟད་ད་དུང་སྒྲ་སྡུར་སྙན་སྐྱོང་གི། སྐྱེས་བུ་དམ་པ་གཅིག་རེད། ད་འདི་ངེད་ཀྱི་ངོས་ནས་ཁྱེད་རྣམ་པ་ཚོ་ལ་གླིང་གེ་སར་རྒྱལ་པོ་ཁོང་གི་རྣམ་ཐར་གོ་བདེ་བོ་སྟབས་བདེ་བོ། མདོར་བསྡུས་ཙམ་གྱི་ཞུ་ཡས་ཀྱིས་འབད་བརྩོན་བྱས་པ་ཡིན། ཁྱེད་རྣམ་པ་ལ་དེ་ནས་བསམ་འཆར་དང་དགོངས་འཆར་ག་རེ་འགྲོ་བོ་ཡོད་ནས་ཀ་མེན་ཐོག་ལ་བྲིས་གནང་རོགས་བྱས། Channel ལ་གསར་པ་ཡིན་ན Subscribe དང་བརྙན་ཐུང་འདི་སྣང་བ་འགྲོ་ན Like གནང་རོགས་བྱས་ཞུ་ཡས་ཡིན་ལ་སོ་ཐུགས་རྗེ་ཆེ། བྱོན་སོང་བྱོན་སོང་ཇོ་རུ་རྒྱལ་པོ་བྱོན་སོང། ལེགས་སོང་ལེགས་སོང་ལེགས་སོ་གེ་སར་ཐུགས་པ་ལེགས་སོང། གེ་སར་ས་དོང་མོ་དགྲ་ལ་སར།